དེ་རིང་བོད་ཡིག་འཛིན་གྲྭ་ལ་ཕེབས་མཁན་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ། དེ་ནས་ད་ག་རེ་བྱུང་བ་རེད། ངས་འདི་ད་ལྟ་བརྙན་ཐུང YouTube བརྙན་ཐུང་གཟིགས་མཁན་ལོ་བཅུ་ནས་ལོ་བརྒྱད་བཅུ་བར་དུ་རྒན་གཞོན་བར་གསུམ་ཚང་མས་གཟིགས་ཀྱི་འདུག། དེ་རྣམས་ལས་མང་ཆེ་ཤོས་ཀྱིས་ལོ་སུམ་ཅུ་སོ་ལྔ་ནས་བཞི་བཅུ་ཞེ་ལྔའི་བར་གྱི་བར་གྱི་མི་སྣ་ཚོས་གཟིགས་ཀྱི་འདུག་ད་འདིའི་སྔོན་ནས་ཁོ་རང་ཚོ་ཡང་དུས་ཚོད་གལ་ཆེ་བའི་ཅིག་གི་སྐབས་ལ་སླེབས་བསྡད་ཡོད་རེད། དུས་ཚོད་དཔེ་མི་སྲིད་གལ་ཆེ་བས་སྐབས་སྐབས་ཅིག་ལ་ད་ཆང་ས་ཡ་བརྒྱ་ཚར་སྤུ་གུ་ལོ་གཉིས་གསུམ་བྱེད་མཁན་དེ་འདྲས་གཅིག་གཉིས་ཡོད་མཁན་དེ་འདྲས་ཕལ་ཆེ་བ་ཡིན་པ་འདྲ། དེ་ནས་ད་ཁྱོད་རང་ཚོ་སྤུ་གུ་ཆུང་ཆུང་ཡིན་པའི་སྐབས་ལ་སློབ་སྦྱོང་བྱེད་ཡག་གི་གོམས་གཤིས་ཡིན་གཅིག་མིན་གཅིག་བཟོ་གནང་གོ་རེད། དངུལ་དང་སྤུ་གུ་བྱེད་ན་སྤུ་གུ་ཞེ་དྲག་གི་གལ་ཆེ་བ་རེད།

ཨ་ནི་ཁོ་རང་གི་ཁོར་ཡུག་གིས་ཤུགས་རྐྱེན་ཐེབས་ཀྱི་རེད Will be influenced by the environment དེ་དེ་འདྲའི་སྐབས་ཨ་ནི་ཕ་མའི་ལག་པ་ལ་ཞེ་དྲག་གང་ཡང་ཡར་ཤོར་མ་རེད། ཨ་ནི་དེ་འདྲའི་སྐབས་ཨ་ནི་ཁོ་རང་ཚོ་སེམས་ཁྲལ་ལ་མ་སོང་བར་རྭ་ཅོ་སྐྱེ་ཡག་གི་དུས་ཚོད་རེད། དེ་ནས་ཁྱེད་རང་འགྱུར་བ་ཞེ་དྲག་གཏང་ཐུབ་ཡག་གལ་ཡོད་མ་རེད། འདིའི་ཆེད་ལ་ཨ་ནི་ཆང་ས་བརྒྱབ་པའི་ཆེད་ལ་ད། བུ་མོ་ཡིན་ན་མག་པ་ག་འདྲི་ཅིག་ཐུག་འགྲོ། བུ་ཡིན་ན་ནི་མནའ་མ་ག་འདྲི་ཅིག་ཐུག་འགྲོ་དེ་ནི། ཁ་ཤས་སྐྱེས་དམན་གྱི་དབང་ལ་ཤོར་ཁ་ཤས་ཁྱོ་གའི་དབང་ལ་ཤོར། ཨ་ནི། ཐག་རིང་དུ་རིང་དུ་རིང་དུ་འགྲོ་གི་རེད། དེ་ནས་ད། སྤུ་གུ་ཡག་པོ་གཅིག་བཟོ་ཡག་ཆེད་དུ། ཕ་མ་ཚོས་དུས་ཚོད་བཏོན་རྗེས་སློབ་སྦྱོང་སྤྲད་གནང་དགོས། སློབ་སྦྱོང་སྤྲད་པ་ཡིན་ན་སང་ཉིན་གཉིས་མི་དེབ་ཀློག་མཁན་ཆགས་ཀྱི་རེད་དེབ་ཀློག་པ་ཡིན་ན་མཐོང་རྒྱ་ཐོས་རྒྱ་ཆ་ཆེན་པོ་ཆགས་ཀྱི་རེད། ཨ་ནེ་སོ་སོ་ཙམ་དུ་མ་ཟད་ཕ་མ་ཕ་མ་ཙམ་དུ་མ་ཟད་སྤྱི་ཚོགས་ལ་ཞབས་ཕྱི་ཞུ་ཐུབ་མཁན་གཅིག་ཆབ་ཡིག་དང་ཞབས་ཞུའི་ཤུལ་སུ་སྣང་ཡང། གཅིག་གཞུང་གི་ལས་ཀ་ལ་ཚིག་དང་སྐྱབས་བཅོལ་འདི་འདྲའི་རང་ཡག་གི་གོ་སྐབས་ཞུ་གི་མེད་པ་བཅོས་མ་མ་ཡིན་པའི་ཀུན་སློང་ཅིག་འཁྱེར་ནས་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་མཁན་ཅིག་ཆགས་པ་ཡིན་ན་ཨ་ནི་རྩེ་གྲ་རེད། འདི་འདྲས་ཅིག་མ་བྱུང་པ་ཡིན་ན་ཨ་ནི་སེམས་ཅན་ནང་བཞིན་སྐྱེ། ཆང་ས་རྒྱབ་སྤུ་གུ་སྐྱེ་ཞེས་འདི་འདྲའི་འདྲ་པོ་ཅིག་འདི་འདྲའི་འདྲ་པོ་ཅིག་མ་གཏོགས།

ཆུང་མའི་ཕུ་བོ་ཡིན་ན་ཁྱེད་རང་གི་བཟོ་ལྟ་བཟོ་ཐུབ་ཀྱི་རེད། དེ་ནས་ཡར་ཆེན་པོ་ཆེ་བ་སོགས་ཆགས་སོང་ན་རྭ་ཅོ་སྐྱེས་ཀྱི་རེད་རྭ་ཅོ་སྐྱེས་པའི་རྗེས་ལ། ཨ་ནི་ཁོར་ཡུག་གི་ཤུགས་རྐྱེན་ཐེབས་ནས། ཨ་ནི་ཕ་མའི་ལག་པ་ལ། ཐབས་ཤེས་གང་ཡང་ལྷག་གི་མ་རེད་དེ་འདྲས་བྱས་བྱས། ད་བོད་ཡིག་བོད་ཡིག་ཙམ་དུ་མ་ཟད་དབྱིན་ཇི་དབྱིན་ཇི་ཙམ་དུ་མ་ཟད French Hindi ནེ་པ་ལི་ཚང་མ་ཤེས་དགོས་ཀྱི་ཡོད་རེད། དེ་འདྲས་བྱས་བྱས། ད་ངས་དེ། བརྙན་ཐུང་གཟིགས་མཁན་མང་ཆེ་བ་རྒྱ་གར་ནས་རེད་ཤག་དེ་ནས་གཉིས་པ་དེ་བལ་ཡུལ་ནས་རེད་ཤག་ཨ་ནི་གསུམ་པ་དེ་ཨ་མི་རི་ཀ་ནས་རེད་ཤག་ད་དེ་ཀེ་ན་ར་ནས་དེ་དེ་ནས་ངས་འཛིན་གྲྭ་ནས་བོད་ཡིག་སྦྱང་གནང་མཁན་དེ་འདྲས་ཕལ་ཆེར་ཡོད་ས་མ་རེད་ཨ་ནི་ད་ངས་ངོས་ནས་སྤྱི་ཚོགས་ལ་ཞབས་འདེགས་ཞུ་གི་ཡོད་ཨ་ནི་ཁྱེད་རང་ཚོས་གོ་སྐབས་དེ་ལེན་མ་རེད་ཁྱེད་རང་ཚོས་ཐུག་འདོད་རེད་དེ་འདྲ་བྱེད་བྱེད་ད་ང་ཚོ་དེ་ཁ་ས།

པ་ར་ཏཱ་ཏྲ། བྷ་ར་ཏཱ་ཁྲ། བ་ར་ཏཱ་དྲ། ད་འདི་ང་རང་ཚོས་ཉི་མ་གསུམ་ཚེ་སློབ་སྦྱོང་བྱས་ཚར་བ་རེད། འདི་སྐྱར་སྦྱོང་ཡིན། ད་ད་རིང་གསར་པ་ག་རེ་ཡོད་ཟེར་ན། ཏྲ།

ད་ཆ་འདི་འདྲའི་ཆེ་བའི་ཚིག་ཡོད་མ་ངས་ག་རེ་ལབ་གི་ཡོད་ཞུས་པ་ཡིན་ན། ཀློག་སྟངས་ལབ་གི་ཡོད། ཀློག་སྟངས། ད་ཡང་སང་ཉིན་ནས་ངས་ཁྱེད་རང་ཚོའི་རོགས་པ་ཚོས་ག་རེ་ལབ་གི་ཡོད་རེད་མ་ལབ་ད་མ་མ་གི་ཁུག་མི་སྲིད་མཁན་འདི་འདྲའི་ཚིག་འདི་འདྲའི་ཡོད་མ་རེད་ག་རེ་ལབ་གི་ཡོད་རེད་ཟེར་ལབ་པ་ཡིན་ན། འདིར་ངས་ཀློག་སྟངས་ལབ་གི་ཡོད་གལ་སྲིད། མ་ལབ་ད་མ་མ་གི་ཁུག་མི། ཡང་ང་རང་ཚོའི་སྤྱི་ཚོགས་ནང་ལ། མི་གཅིག་གིས་ལས་ཀ་སྤྱི་ཚོགས་ཀྱི་དོན་དུ་ལས་ཀ་དེ་བྱེད་པའི་སྐབས་ལ། མ་རྐང་པ་འཐེན་མཁན་དེ་འདྲའི་དཔེ་མི་སྲིད་མང་པོ་ཡོད་རེད། ངས་ཀུན་སློང་ཡང་དག་པའི་ཀུན་སློང་ཁྱེར་ཆེ། ཁྱེད་རང་ཚོ་བོད་ཡིག་དང་བོད་སྐད་ཤེས་རོགས་བྱས་ན། ང་རང་ལ་ཡང་སྤྱི་ཚོགས་ལ་ཞབས་ཕྱི་ཞུ་ཡག་གི་གོ་སྐབས་ཅིག་རག་རོགས་བྱས་ན་བསམ་ནས་ངས་འདི་ལབ་ཀྱི་ཡོད། ཨ་ནི། དེ་དེང་གི་དག་ཆ་བྱེད་པའི་ཚིག་ཡོག་མ་རེད། ཀློག་སྟངས་འགྲིག་ཡོད་མ་རེད་ད།

ས་ར་དག་ས། ཏག་ས་ར་དག་ས་ཡིན་ན་ས་ར་ཏག་ས་ས་ཀྱི་སྐུ་སྲི། ས་ར་དག་ས་ཡིན་ན་ས་ཞབས་བཅུ་སུ།

ས་རཱ་དག་ས་ས་ཀི་ཀུ་སི་ས་རཱ་དག་ས་ས་ཞབས་ཀྱུ་སུ་ས་རཱ་དག་ས་ས་དྲེན་པོ་སི་ས་རཱ་དག་ས་ས། ནག་པོ་སོ་ཟེར་ནས་ད་རིང་གི་འཛིན་གྲྭ་ད་དེ་ལ། མཚམས་བཞག་གི་ཡིན། ཨ་ནེ། ཁ་ཆེ་ཞེ་པོ་རེད། ངས་འདི་ཡི་བསླབ་སྟངས་འདི་སྤུ་སྤུ་ལ་ལས་སླ་པོ་ཡོང་ཡག་གི་ཐབས་ཤེས་ཐབས་ལམ་ཅིག་བཙལ་ཡོད། དེ་ནས་ད་ད་ལྟ་ངས་འདི་བརྙན་ཐུང་ངའི་འདི་འདྲ་འདི་ལ་དོ་སྣང་གནང་ནས་བོད་ཡིག་དྲངས་གནང་མཁན་བཞི་བཅུ་ཞེ་ལྔ་འདུག་མི་བཞི་བཅུ་ཞེ་ལྔ་འདུག་མི་བཞི་བཅུ་ཞེ་ལྔ་དེ་ཡང་འཛིན་གྲྭ་དང་པོ། གཉིས་པ་འདི་མ་བབས་ཀྱི་གསུམ་པ། བཞི་པ་ལྔ་པ་མ་བབས་ཀྱི་དྲུག་པ་འདི་འདྲས་ཅན་ཡང། ཡོང་གི་འདུག་འདི་འདྲས་ཆད་པ་ཡིན་ན་རྨང་གཞི་ཡག་པོ་ཡོང་གི་མ་རེད། You won't have very good foundation། རིམ་པ་བཞིན་དུ་བྱང་གནང་དགོས་ཀྱི་ཡོད་རེད། དེ་ནས་ངས་ནི་ད་དེ་དུས་ཚོད་སྟོན་བཅས་ཁྱེད་རང་ཚོ་བོད་ཡིག་ཀློག་ཐུབ་རོགས་བྱས་ན་ཀློག་པའི་ཆེད་ལ་དཔེ་ཆ་ཀློག་ཐུབ་རོགས་བྱས་ན་དཔེ་ཆ་ཀློག་ཐུབ་པའི་ཆེད་ལ་ནང་ཆོས་ཧ་གོ་རོགས་བྱས་ན་བསམ་བྱས་ད་ངས་ཁྱི་སོགས་ལ་ཞབས་ཁྲི་ཞུས་པའི་ཁུལ་ཡིན་དེ་ནས་ད་དེ། བསམ་ཡང་སྒྲུབ་དང་མ་སྒྲུབ་ཁྱེད་རང་ཚོས་གཟིགས་མ་གཟིགས་ལ་རག་དགོས་ཀྱི་ཡོད་རེད་ད་ངས་བརྙན་ཐུང་འདིའི་གཟིགས་མཁན་རྣམས་ལ་མང་ཆེ་བ་རྒྱ་གར་ནས་རེད་ཤག་གཉིས་པ་བང་ལ་རྡེས་ནས་རེད་ཤག་དེ་ནས་གསུམ་པ་བལ་ཡུལ་ནས་རེད་ཤག་ད་ཡང་ད་ལྟ་ཏེས་བསྒྱུར་བ་ཐེབས་རྗེས་གཉིས་པ་བལ་ཡུལ་ནས་རེད་ཤག་གསུམ་པ་ཨ་རི་ནས་རེད་ཤག། དེ་ནས་ད་ལྟ་ཕ་རན་སི་དང། ཇར་མི་ནི་དང་ཀེ་ན་ཏྲ་ནས་བརྙན་ཐུང་འདི་ནས་བོད་ཡིག་སྦྱང་གནང་མཁན་ཞེ་དྲག་མེད་པ་འདྲ། ད་ལྟ་ཡིན་ནས་ངས་དེ་ཡུ་ཏུབ་ལ་བླུགས་ཚར་ན་ཁོ་ད་དུས་རྟག་ཏུ་བསྡད་ཀྱི་རེད་པ་ཁྱེད་རང་ཚོ་སྔ་ཕྱི་མ་གཏོགས། ཟིག་གི་རེད་འོང་དེ་འདྲ་བྱས་བྱས་ད་རིང་གི་འཛིན་གྲྭ་དེ་མཚམས་བཞག་གི་ཡིན། ཨ་ནི། བྱས་ལ་བྱས་ཀྱང་ཁ་ལས་ཐེབས་དགོས།